བྱེད་འདྲ། གིས་ཀྱིས་གྱིས་ཡིས་ཡིས་ལྔ་པོ། རྣམ་དབྱེ་གསུམ་པ་བྱེད་འདྲ་སྟེ། སྦྱོར་ཚུལ་ན་མ་ར་ལ་གིས། ད་པ་ས་ཀིས་ག་ང་གིས། ཨ་དང་ཐ་མས་ཡི་དང་ཡིས། ཞེས་པ་སྟེ། བྱེད་འབྲེལ་ཕྲད་གིས་ཀྱིས་གྱིས་ཡིས་ཡིས་ལྔ་པོ་དེ་རྣམས་བྱེད་པ་པོ་ཞིག་གིས་བྱ་བ་བྱེད་པ་སྟོན་པའི་དོན་ལ་འཇུག་པས་བྱེད་འདྲ་ཟེར། བྱེད་སྒྲའི་སྒྲས་ལྔ་པོ་དེ་དག་རྗེས་འཇུག་ལ་བསྟུན་ནས་སྦྱོར་ཚུལ་ནི། རྗེས་འཇུག་ན་མ་ར་ལ་བཞིའི་རྗེས་སུ་བྱེད་སྒྲའི་སྒྲས་གྱིས་ཐོབ་པ་དང། ད་བྷ་ས་གསུམ་གྱི་རྗེས་སུ་བྱེད་སྒྲའི་སྒྲས་ཀྱིས་ཐོབ་པ། ག་ང་གཉིས་ཀྱི་རྗེས་སུ་བྱེད་སྒྲའི་སྒྲས་གྱིས་ཐོབ་པ། རྗེས་འཇུག་ཨ་དང་ཐ་མས་དེ་རྗེས་འཇུག་མེད་པ་དག་གི་རྗེས་སུ་བྱེད་སྒྲའི་སྒྲས་ཡིད་དང་ཡིད་ཅི་རིགས་སུ་སྦྱར་ཆོག། དཔེར་བརྗོད་ནི། གླང་ཆེན་གྱིས་སྣ་ཞགས་བརྐྱངས། དོམ་གྱིས་སྨྱུག་མ་བཟས། ནོར་གྱིས་ཆུ་འཐུངས། རྣམ་རྒྱལ་གྱིས་ཡི་གེ་བྲིས། ལྟ་བུ། རྗེས་འཇུག་ན་མ་ར་ལ་ཞིའི་རྗེས་སུ་བྱེད་འབྲེལ་ཕྲད་གྱིས་ཐོབ་པ་དང། འགྱུར་མེད་ཀྱིས་གཏམ་རྒྱུད་བཤད། བསམ་འགྲུབ་ཀྱིས་དཔེ་དེབ་ཀློག། བཀྲ་ཤིས་ཀྱིས་ཞབས་བྲོ་འཁྲབ། ལྟ་བུ། ད་པ་ས་གསུམ་གྱི་རྗེས་སུ་བྱེད་འབྲེལ་ཕྲད་ཀྱིས་ཐོབ་པ། ལུག་གི་རྩ་ཟས་རྔ་མོང་གི་སྐེ་རྐྱང་ལྟ་བུ། ག་ང་གཉིས་ཀྱི་རྗེས་སུ་བྱེད་འབྲེལ་འཕྲད་གྱིས་ཐོབ་པ། འབྲོག་པའི་ནོར་ལུག་མཚོ་ལྟ་བུ་མཐའ་མེད་ཀྱི་མཐར་ཡིས་ཐོབ་པ་དང། ཀུན་དགའི་གས་རྒྱབ་ལྟ་བུ་ཨ་ཐར་ཡིས་ཐོབ་པ། ཞི་མི་ཡི་ཙི་ཙི་ཟུང་ལྟ་བུ་མཐའ་མེད་ཀྱི་མཐར་ཡིས་ཐོབ་པ། སྣ་ཡི་རྭ་རྩེ་ངོམས་ལྟ་བུ་ཨ་དར་ཡིས་ཐོབ་པ་བཅས་སོ། བྱེ་འདྲ